སོང་ལ་དྭགས་དེ་རིང་ཁྱེར་ད་ནང་དེ་ནས་ང་ཅི་ལབ་ཡིན་བཞུད་ན་ག་དོ་ངས་དེ་ནས་འུ་ཚོ་དམ་དཔེ་སོ་མ་རི་ག་ལས་དེ་ནས་ང་དང་ར་གོ་ར་གོ་ཅག་ནི་ཡི་གེ་བཅུ་གཉིས་ཚིག་ག་དེ་ནས་ང་དང་དམ་དཔེ་སོ་མ་རི་ག་དམ་དཔེ་རྙིང་པའང་ཡོད་དེ་ནོ་ག་ལས

ད་ཅིའི་ཇོ་ང་དང་འོ་ཟོ་ར་གོ་ཅན་བཅུ་གཉིས་ཟེར་ག་དེ་ནས་ང་དང་གཏམ་དཔེ་ཟེར་ནའང་ད་ང་དང་ལབ་རྒྱག་ཟེར་ནའང་ཅི་ཟེར་ནའང་ཨ་ལེ། ཡ་ལེ་ད་ར་ཀ་དང་ཧྲ་ཀ་བི་ཀ་ཅི་འདུག་ཟེར་ན། ཆུ་མང་ན་ཀ་ནས་ཁོག། གཏམ་མང་ན་ཁ་ནས་ཁོག་ལོ་ཨ་ལེ། འོ་ད་ཁོག་ཁོག་ཟེར་སྐམ་པོ་ཅི་བཟོས་བསྟན་ནོ་ཟེར་ན་བའོ་ཀ་ག་ཀག་ཨའོ་ག་ནོར་གོ་ག་གོག། དེ་ནས། ཁོག་ཤིག་ཛེར་ཏེ་འོ་ཟོ། སྐག་སེ་བོར་གོ་ས་ནོག་ཟེར་ཏེ་སྐུལ་ཚིག་པོ་ནོག་སོང་ཨ་ལེ། དེ་ནས་བའོ་ཀ་ག་སྐག་སྤུ་གེ་དེ་ན་ཅི་ནོག་ཟེར་ན། དེ་ནས་མོང་པ་དེ་ནས་ཨའོ་ག་ག་ག་སྐག་སྤུ་ད་ད་བ། དེ་ན་ཚོ་ལ་དེ་ནས་བའོ་ཀ་ག་ས་སྐག་སྤུ་ད་སྤ། དེ་སྣ་ཚོགས་ལ་དེ་ནི་ཁ་ནོར་ཁོག་ག་ས་ཁོག་པོ་སྐུལ་ཚིག་ཡིན་ནོ་ཨེ་ལས། ཁོག་ཤིག་ཆུ་ཁོག་ཤིག་ཟེར་ན་ཆུ་ཁོག་ཤིག་ཟེར་མི་ཀྱག་ཆུ་ཁོག་ཤིག་ཟེར་ཀྱང་འབྲི་སྟངས་ཁོ་རང་ཚུར་བུ་བཏུགས་ཤིང་རྒྱ་གར་ལ་ཆུ་ཁོག་ཤིག་ཟེར་ཏེ་ཨ་ལས། ད་ལྟེ་བ་ལ་ཅི་ཟེར་འདུག་ཟེར་ན་ཁ་དོག་དོན་དག་པོ་ཆུ་ཆུ་མང་ན་རཀྟ་ནི་ཁོག་ལ་ཆུ་མང་ན་དེ་ནི་ཡུལ་རེ་གཞུང་ནས་མ་འབབ་དེ་ནི་རཀྟ་ཁོ་རང་ནས་དེ་ནི་བཀག་སྟངས་ན་ཆུ་བོ་ཀ་རུ་བྱ་ས་འདུག་དེ་ནས་ཁོ་རང་ཕྱག་ནོག་ཟེར་ཏེ་ནོག་སོང་ལ། དེ་ནག་ཚོ་ལ་བལྟས་ནས་སྤེ་ར་མང་པོ་རིགས་ཡོད་ན་སྤེ་ར་མང་པོ་ཆད་ན་མམ་ཏོ་ཆད་ན་ག་ཏོ་ཁ་བུ་བཅུ། ཁའི་ག་ནས་བཅུ་བཅའ་སྟེ་འདུག་གོ་ས་ག་ལས། ཁ་བཙུམ་སེ་ནང་འདུག་སྟེ་ཁ་ནས་བཀག། ཁ་ནས་བཀག་གོ་ས་ནོག་པ། ཁ་ནས་བིང་བཅུག་གོ་ས་མ་ནོག་སོང་ལ་སྤེ་ར་བོ། བོ་ལས་བཅུ་མང་ན་ཀ་ནས་གོག་གཏམ་མང་ན་ཁ་ནས་གོག་ལོ་སོང་ལ། ཡ་ལས་དེ་ནག་ཚོ་ལ་བལྟས་ནས་ང་ད་ངའི་ར་ག་ད་ར་ག་བི་ག་ཅི་འདུག་ལས། མི་དགའ་ཟེར་ཏེ་སྡུག་ས་མེད་མི་གཞི་ཟེར་ཏེ་ཤོར་ས་མེད། མི་དགའ་ཟེར་ཏེ་ང་མི་དགའ་ང་དགའ་ས་མེད་ང་གྱོད་ང་གྱོད་ཏོ་ང་དུག་ང་དྲུག་གོ་དུག་ཟེར་ཏེ་ཟེར་ས་མེད་གྱག་ཟེར་ཏེ་ནོག། མི་དགའ་ཟེར་ཏེ་སྡུག་ས་མེད་མི་གཞི་ཟེར་ཏེ་ཤོར་ས་མེད། ང་མི་གཞི་ཟེར་ཏེ་ཤོར་ཏེ་བྱ་ས་གཞག་མེད་གྱག་ཟེར་ཏེ་ནོག། གཞི་བྱ་སྤོ་ཚང་མས་རྒྱབ་པ་བསྐུར་ཏེ་ཏེ་ནོག། འོ་དེ་འོ་སོང་བ་ཙམ་མི་དགའ་ཟེར་ཏེ་སྡུག་ས་མེད་མི་གཞི་གཟེར་ཏེ་ཞོར་རྩ་མེད་རྫོ་ར་ག་དག་རྒ་བོ་ཨ་ལས་འོ་དེ་བ་ཟེར་ཏེ་ན་དེ་ནས་རྔ་ཨ་ལས་རྔ་བོ་ཅི་འདུག་ཟེར་ན་ར་ང་དག་རྔ་བོ་ལ་རྔ་རྒྱལ་བར་འདུག་ན་ཞེས་མི་རྒྱལ་བར་རྩོད་ན་ཞེས་ལོ་ཨ་ལས་དེ་ནས་རྔ་རྒྱལ་དང་མི་རྒྱལ་རྔ་བོ་དེ་ལ་ང་འདུག་ཅེས་ཟེར་རྔ་ཡོང་མི་འདུག

དེ་ནས་ར་ད་ད་ལྟ་བུ་ལ་ཅི་བཟོས་འདུག་ཟེར་ན། དེ་ནས་ར་སྙ་ད་སྙ་པོ་དེ་ན་ཆ་དོ་རྒྱུག་བོད་ལ་འདྲིས་ཏེ་དེ་ལས་ཧལ་ད་རྒྱུག་པ་ཉིས་པ་བི་ན་ཡོང་ནོ། ར་ད་ད་ལྟ་བི་ཀ་ཅི་འདུག་ཟེར་ན་རྟ་མགྱོགས་ན་བཟང་རླུང་བཏལ་ན་བཟང་ལོ་ཡ་ལེ། རྟ་བུ་མགྱོགས་པ་ཡོད་ན་དེ་ནས་བཟང་པོ་ཡིན་ནོ་ལྟ་བུ་གལ་ཏེ་ན་མགྱོགས་པ་མགྱོགས་པ་འགྲུལ་དམྱལ་ན་མེད་ན་བཀའ་ལྟར་རྩིས་སྦྱོང་བྱེད་མ་ནོ། འོ་ད་རྟ་མགྱོགས་ན་བཟང། འོ་ད་ལུང་བསྟར་ན་བཟང་ལུང་སྤོབས་བོ་དེ་ནས་ལུང་སྤོབས་ཤེས་བྱ་ཉོག་ན་དེ་ནས་མིག་དགོང་ལ་བདེ་མོ་ཚོ་ལ་མ་ནོག་དེ་ནས་ང་དང་ཁང་པ་བང་པ་ཚང་མ་ཤིག་བཏང་ནོག་ཨ་ལེ། དེ་ན་ཚོ་ལ་ལུང་པོ་དལ་མོ་ཡོད་ན་ག་ཏོ་དེ་ནས་མིག་དགོང་ལ་སྐྱིད་པོའང་ཡོང་ནོ་བཟང་པོ། དེ་ནས་མིག་དགོང་བདེ་མོ་ཆ་ལ་བ། རྟ་མགྱོགས་ན་བཟང་ལུང་བསྟར་ན་བཟང་ཟེར་ཏེ་འོ་དོད་དུ་བ། ཡ་ལེ་དེ་ནག་ཚོ་ལ་དེ་ནས་ར་ད་ད་གདབ་པའི་ཀ། ར་ད་ད་གདབ་པའི་ཀ། ཨ་ལེ། ཀ་ཡོད་ན་ཐོག་མིར་རྡིབ་ཟེར་དོན་རོ་ཨ་ལེ་ཀ་ཡོད་ན་ཐོག་མིར་རྡིབ། འོད་ཡོད་ན་ལམ་མི་སྟོར་ཟེར་ལོ་ཨ་ལེ། ཀ་ཡོད་ན་ཐོག་མིར་རྡིབ་ལོ་ཀ་བ་ཡོད་ན་ག་ཏོ་ཐོག་པོར་རྡིབ་པ་མ་ནོག་ཟེར་དོན་རོ་ཀའི་གེ་དེ་ནང་དེ་ནས་ནན་དེ་པོ་ར་ནོག་ཟེར་དོན་རོ་ཀའི་གེ་དེ་ནང་དེ་ནས་སྐྱོབ་བ་ནོག་ཟེར་ཏེ་ནོག་ཨ་ལས། དེ་ནག་ཚོགས་ལ་ཨོད་ཡོད་ན་ག་ཏོ་ལམ་སྟོ་ར་མ་ནོག་ཟེར་ཏེ་ནོག། མུ་འགྲིག་པོ་མེད་ཀང་ཅོག་ནོག་ཨ། ག་ཡོད་ན་ཐོག་མིར་རྡིབ་ཨོད་ཡོད་ན་ལམ་མིར་སྟོར་ལོ། དེ་ནག་ཚོགས་ལ་རྡིབ་པོ་ལ་ག་ཚོ་ར་ད་ད་ཐོག་རྡིབ་ཅེས་པོ། མང་པོ་ལ་བའོ་ར་ད་ད་ད་ད་རྒྱུད་རྡིབ་རྡིབ་བ་རྡིབ། དེ་ནག་ཚོགས་ལ་དེ་ནས་ཟླ་བའོ་ལ་བའོ་ར་ད་ད་ད་རྒྱུད་རྡིབ་རྡིབ་བ་ཟ་རྡིབ་ཟླ་ཐའོ་པོ་ལ། ར་ད་ད་ད་ད་གྱོད་དེ་དེ་བ་དེ་བ་ལས་འོ་དེ་འོ་ནོ། ཀ་ཡོད་ན་ཐོག་མིར་འདེབས། འོ་ད་འོ་ད་ཡོད་ན་ལམ་མིར་དོར་ཟེར་ཏེ་དོ། ཡང་ལས་དེ་ནག་ཚོ་ལ་བལྟས་ནས་ར་ན་ད་ནག་བུ་ལ་ཅི་འདུག་ཟེར་ན། ནག་ཡོད་ན་གཉན་ཞེས་དགོས་ཁ་ཡོད་ན་གཟེར་ཞེས་དགོས་ལོ་ཨ་ལས། ནམ་མཆོག་ཡོད་ན་གཉན་ཞེས་དགོས་ས་ནོ་ཟེར་དོ་ནམ་མཆོག་ཡོད་དེ་བ་ན་མ་ནོ་ཟེར་དོ་ནོ་ཨ་ལས། ནམ་མཆོག་ཡོད་ན་སྤེ་ར་གཉན་ཞེས་དགོས་ས་ནོ་ཟེར་དོ་ནོ། དེ་ནི་ཁོ་རྣམས་ཅོག་ཡོད་དུ་ཅིས་འཇོག་གོ་སྤེ་ར་ཉར་མ་ཤེས་ན་འོ་དོད་དོད་དང། ག་ཡོད་ན། ག་ཡོད་དང་བ་ན་མ་ན་བ་ལས་ག་ཡོད་ན་ཅིས་སྤེ་ར་ཟེར་ཤེས་གོ་ས་ནོ་ཟེར་ཏེ་ནོ། འོ་ན་ན་ཡོད་ན་ཉན་ཤེས་གོ་ག་ཡོད་ན་ཟེར་ཤེས་གོ་ཟེར་ཏེ། འོ་དེ་འོ་གལ་ཏེ་ན་ཅིས་ནོ་ཟེར་ན་ག་དོ་དེ་ནས་ལག་ལུས་པོ་ཡིས་བཏིང་ནས་ཡོད་དེ་འོ་གལ་ཏེ་ན།